འཛམ་གླིང་ཕྱོགས་མཐའ་ཁག་ལ་བཞུར་བའི་ཤ་ཁྲག་གཅིག་གི་གདུང་རྒྱུད། ཡོངས་ལ་གུས་པ་བསོད་ནམས་ཁྲོ་རོང་ཁྲོ་ནས་སླར་ཡང་བྱོན་པ་ལེགས་ཞུ་བ་ཡིན། ད་རེས་རྣམ་པ་ཚོ་ལ་ཡང་གནད་དོན་གསུམ་གྱི་ཐོག་ལ་མདོར་བསྡུས་མདོར་བསྡུས་ཅིག་ཞུས་ན་བསམས་སོ།

Conservative Party ལ་ཨ་ནི་བརྒྱ་དང་བཞི་བཅུ་ཞེ་བཞི་དགུ་བརྒྱ་ཐོབ་ཡོད་རེད། ད་ཨན་ཏི་པི་ལ་དགུ་བརྒྱ་བདུན་ཐོབ་ཡོད་རེད། ད་ནང་པོ་ཚིག་ནས་མཁྱེན་གྱི་འདུག། ཨ་ནི་ང་རང་ཚོ། དངོས་གནས་མང་གཙོའི་གི་ལམ་ལུགས་མང་གཙོའི་གི་འགྲོ་ལུགས་འདི་འདྲའི་གི་ཐོག་ལ་དོན་རང་སྤྲད་ན་ཡག་པོ་ཡོད་རེད་བསམ་གི་འདུག་རྣམ་པ་ཚོ་འདི་ཚོ་ཆབ་སྲིད་འདི་ཚོ་སོ་སོ་ལ་ཡང་ཕན་ཡག་ཅིག་རེད་རེད་བ། དོན་རང་སྤྲད་ན་ཡག་པོ་ཡོད་རེད་བསམ་གི་འདུག་ང་ཚོ་བོད་པ་ད་འོས་ཤོག་རླུང་ཉེན་ནང་ནས་རེད་བ།

ཨཱ་ནི་ད་པ་རི་གཞན་པ་རྗེའུ་རྒྱ་ཐུ་ནས་ཡག་པོ་ཡོད་རེད་བསམ་གི་འདུག་རོ། དེ་མ་གཏོགས་གཞན་པ་ཨན་དི་པི་ལ་མ་འོངས་པ་ལ་ཡ་ཀླད་ས་དང་སྙོབ་ས་དེ་འདྲའི་གལ་མེད་བ་ཅིག་ད་མཐོང་དགོས་རོགས་ང་རང་ཚོ་མཁྱེན་གི་རོགས་ཡིན་འདུག་གང་ལ་པ་རི་རྗེའུ་རྒྱ་ཐུ་བ་ཡིན་ན་ད་ག་རི་ཡིན་ན་བྱེད་ཡ་ཡོད་རེད་བསམ་གི་འདུག་རོགས།

གནས་སྟངས་འདི་རེད། ད་ད་ལྟའི་གནས་སྟངས་འདི་ལ་ཡ་ནི་མི་དམངས་ཀྱིས་ད་ངོ་ལོག་ཤུགས་ཆེན་པོ་ཞུ་ཅིག་ཟིང་འཁྲུག་མང་པོ་ཅིག་ལངས་འདུག་དུ་དམར་ཤོག་མཉམ་པོ་དམག་མི་མཉམ་པོ་ལ་ཐུག་གི་འདུག་ངོ་ལོག་དཔེ་ཤུགས་ཆེན་པོ་དེ་འདྲ་ཛྭ་དྲག་དེ་འདྲ་བྱ་ཁ་སང་མིའི་རྨས་སྐྱོན་དེ་འདྲ་བྱུང་མི་ག་ཤེད་བརླག་ཆེ་དུ་ད་ལྟ་ཕོ་གསར་ལོ་བཅུ་བདུན་ལོ་བཅུ་འཇུ་ཞུ་ཅིག་དུ་ལོ་བཅུ་བདུན་ཡིན་ཟེར་བ་ཅིག་ཁོ་རང་གིས་ནི་ད་ད་བེ་ནར། ཆེན་པོ་ཞུ་དེ་འདྲ་བཙུགས་འདུག་ང་ཚོ་དམངས་གཙོ་གོ་ཡོད་ཟེར་དེ་འདི་ཁོ་གཉེན་མ་ལོ་གཅིག་ལྔས་ནས་གྲ་སྒྲིག་བྱས་ནས་གོ་སྐབས་ག་དུས་རག་ཡོང་བསམ་ནས་སིམ་སྡེ་རྒྱོ་དེ་འདྲ་བཞག་ད་འདི་དང་འདི་འདྲ་བའི་ཀྱི་མི་མང་པོ་ཅིག་རྒྱ་ནག་གི་ད་དམངས་གཙོ་ནང་ལ་འགྱུར་བའི་ཀྱི་ཨ་ནི་ཁོ་ཚོའི་ཀྱི་སེམས་ཀྱི་ནང་ལ་འདོད་པ་ཤུགས་ཆེན་པོ་ཡོད་ཀྱོག་དཔེ་མང་པོ་ཅིག་ཆགས་འདུག་འདུག་ད་ག་ལེ་ག་ལེ་དོན་ཡོང་གི་འདུག་འདི་ཚོ། དེ་ཡིན་འདུག་ག་ལ་ད། ཡིན་ནས་ད་ལྟ་མགོ་འབུར་མ་གཅོད་རྒྱུ་མཚན་གཙོ་བོ་གཅིག་དེ། ད་ལྟ་རྒྱ་ནག་དེ་གི་དམར་ཤོག་དེ་དཔལ་འབྱོར་ཤུགས་ཆེ་དྲགས་ནས་དམག་མི་ཉར་ཐུབ་ཡོད་རེད་བ་དམག་མི་གི་ད་ད་ཁོ་ར་འབུར་འཇོམས་བྱས་ནས་ཁོ་ཚོ་ལངས་ཐུབ་ཀྱི་ཡོད་མ་རེད་ད་དམག་མི་ཤུགས་ཆེ་དྲགས་ནས་རེད་བ། རྒྱ་ནག་གི་ལོ་རྟག་པར་ཞིག་གི་དམག་མི་གི་བ་ཇེར་ལྟ་ད་རེད་བ། ཡིད་མ་ཆེས་དེ་འདྲ་རོ། དེ་འདྲའི་སྐྲ་མི་འདུག་དཔེ་ཤ་ཡོད་རོ། ད་དཔོན་ཆོས་དེ་ཉམས་ཡོད་འདུག་གང་ལ། ད་དམག་མི་དེ་ག་ལེ་ག་ལེ་ཁོང་ཚོའི་གླ་ཆ་མེད་ན་དེ་གི་མ་རོ། ད་འདི་འདྲའི་བྱེད་ནས་འགྱུ་བ་ཆེན་པོ་ཅིག་ཐེག་རེད་བསམ་དུ་རྐྱེན་ངན་གྲོགས་ཅག་ལབ་རོགས་ད་རྐྱེན་ངན་པ་དེ་རྒྱ་ནག་མི་དམངས་དཀྱུས་མ་ལ་དཀའ་ངལ་འཕྲད་དེ་ཡོད་རེད། གྲོགས་དེ་ང་ཚོ་ལ་ད། སྤྱི་ལ་ཆགས་དེ་ཡོད་རེད་ད། དམངས་གཙོ་ཆགས་བ་ཡིན་ན། དཔེ་མ་སྲིད་ཀྱི་ད། འཛམ་བུ་གླིང་ན་འགྱུར་བ་ཆེན་པོ་ཞིག་ཐེག་ཡོད་རོ། དེ་ཅི་ཆ་དེ་ཡོད་རོ། ད་རེལ་ཨེསྟེད་ཀྱི་ལོ་རྒྱུས་མདོར་བསྡུས་ཀྱིས་ཞུ་བ་ཡིན་ན། ད་དཔེར་ན་ལོ་ཉིས་སྟོང་ཉི་ཤུ་བཅུ་ཉིས་སྟོང་བཅུ་བཞིས་ནས་ད་དཔལ་ཁོ་རང་ཁང་པ་ཉོ་ཚོང་གི་སྒང་ལ་ད་མེ་འདྲ་བོ་འབར་རོ་ད་འདྲ་བོ་འདུག།

ད་ད་ལྟ་དེ་ལ་ཡ་ཨ་ནི་མི་མང་མང་པོ་ཅིག་ད་དམངས་གཙོ་གི་ཐོག་ལ་ཡ་ཨ་ནི་ཤུགས་ཆེན་པོ་ཅིག་ཨ་ནི་འགག་པ་ལས་ཡོང་བ་དེ་ང་ཚོ་ལ་གལ་ཁ་ཆེན་པོ་ཅིག་རེད་བསམ་གི་འདུག་རོ་འོ་དེ་འདྲའི་གི་གནས་སྟངས་ཅིག་རྒྱ་ནག་ལ་འགྲོ་ད་རྒྱ་ནག་དེ་ང་རང་ཚོ་དམངས་གཙོ་བསྒྱུར་གི་ཡོད་བ་མེད་བ་ལ་མ་བལྟ་བའི་ཐོག་ནས་རོ་ང་རང་ཚོ་ངོས་ནས་ད་ཐབས་ཇུས་ག་རེ་བྱེད་འོ་དོ་ད་ང་རང་ཚོ་ནང་ཁུལ་ལ་ཡ། རང་བཙན་དུ་དབུ་མ་ལ་ནང་ཁུལ་ཁོ་ར་ཁ་གཏད་ནས་དམག་རྒྱ་རེ་བསད་ནང་ཁུལ་དགྲ་བཟོས་ནས་དཔལ་ཁོ་རང་ཨ་ནི། ཕན་ཐོག་ལ་མ་ཐོག་ལ་དགྲ་མི་དགྲ་མགོ་ཚོས་ལ་མ་ཚོས་ལ་བཤད་ནས་དེ་ནས་ནང་ཁུལ་ཚང་མ་འཕྲོ་བརླག་བཏང་ནས་ཡ་རྒྱ་ལ་ཁ་གཏད་ནས་བཤད་ཡ་མེད་བ་བཅས་དེ་འདྲའི་གནས་སྟངས་ཆགས་བས་ན་ད་ད་ལྟའི་དུས་ཚོད་འདི་ལ་ང་ཚོས་ཀྱིས་དངོས་གནས་ག་རེ་བྱེད་ཡས་འདུག། རེད་བ། རྒྱ་ནག་ངོ་ལ་ཁ་གཏད་ནས་ང་ཚོ་ག་རེ་བྱས་ཐུབ། ད་འདི་འདྲས་ཀྱི་ཐོག་ལ་ཡག་རྟགས་མང་པོ་ཅིག་ང་རང་ཚོ་བགྲོ་གླེང་བྱེད་ཐུབ་པ་ཡིན་ན། ཨ་ནི་མང་པོ་ཅིག་རག་གི་རེད་བ་འདི་འདྲས་ནས་ཅིག་བྱེད་དགོས་བའི་ཐབས་ཇུས་གསར་བ་མང་པོ་རག་གི་རེད་འདི་འདྲས་བྱེད་ཐུབ་ན་ཡག་པོ་འདུག་བསམ་གི་འདུག་རེད་བ། འོ་འདི་འདྲས་ཅིག་བྱེད་རེད་བ། ད་འདི་ནས་གསུམ་པ་འདི་རྣམ་པ་ཚོ་འདི་ཅིག་ཞུ་ཡ་ཡིན་ད། ང་རང་ཚོ་ཡུའུ་ཀྲུའུ་པར།

མི་ཞིག་ཡིན་པའི་རྗེས་ལ། ཁོའི་གི་བསམ་བློ་སྟངས་དང་ཁྱད་ཆོས་བྱེད་སྟངས་བསྡད་སྟངས་ཟ་སྟངས་འཐུང་སྟངས་ཚང་མ་ལོག་ཀ་ཆགས་འདུག་ཡོད་རེད། ཡིན་འདུག་གང་ལ། ཁ་ཤས་སློབ་སྦྱོང་ཡར་རྒྱས་བཏང་ཡ་ལ་ཁྱབ། ཅིག་ཁ་ལོར་ད་དོན་ནང་ཞུགས་ཆེད་ཁ་ཤས passionate ལེགས་འདོགས་ད passion། སེམས་ཀྱི་ནང་ལ་ཨ་ནི། སོ་སོ་སོ། ཨ་ནི། གཅིག་གིས། དགའ་མོས་བྱེད་ཡས་ཀྱི་ཐོག་ལ་ཨ་ནི་འདིའི་ཐོག་ལ་ཡང། སློབ་ཆུང་གཏིང་ཟབ་བྱེད་ཡས་དེ་འདྲས། ཨ་ནི་མ་ཤེས་ཡོན་དྲན་ངེས་ཀྱི། ད་ག་ད་འདི་ལ་སོགས་པའི་ཀྱི་གནས་སྟངས་མང་པོ་གཅིག་འཐུས་ཡོད་འདུག་ག་ན་འཛམ་བུ་གླིང་གི་ནང་ལ།

ད་སྨྱོ་རྒྱུ་དགུ་རྒྱུ་བཤད་ནས་མི་ལ་བཀའ་རྒྱུ་ཀྱང་ཀྱང་མི་ཚང་མ་ལ་བཀའ་རྒྱུ་དང་ལྷ་བླ་མ་ཚང་མ་ལ་བཀའ་རྒྱུ་དང་གཞུང་ལ་ད་ཆེ་ཕྲ་ཆུང་གསུམ་ཚང་མ་ལ་བཀའ་རྒྱུ་བཏང་འདི་ཉིད་དེ་སྡིག་ར་བཏང་འདི་ཉིད་དེ་དེ་འདྲའི་རིགས་འདི་ཕུག་གི་ད་བསྟན་དང་ཅིག་ཕུག་གི་སླེབས་ས་དེ་འདྲའི་ཡོད་མ་ད་དེ་ཚོ་ག་བ་ལ་གླེང་མ་ད་དཀའ་ངལ་ནང་ཚུད་འདི་ངེད་ཀྱི་བསླབ་བྱ་ཅིག་ཡིན YouTubers དེ་གའི་ལ་རོ་སྐྱག་རྫིག་ནམ་ཡང་མ་བཤད་གཞི་མེད་སྐྱོན་བརྗོད་གནང་ཡང་མ་བྱེད། དེ་འགྲོ་ས་ཡོད་མར་བལྟ། ཐར་ས་ཡོད་མར་བལྟ་དེ། རེད་བ། དེ་གཅིག་ཞུ་ཡ་ཡིན། ད YouTubers གིས་ཨ་ནི་དངོས་གནས་ཁོ་རང་སྤྱི་ཚོགས་ལ་ཕན་ཐོགས་ཡ་དེ No Boundaries ཁོར་ཚེ་ཡོད་མར་བལྟ་ཚེ་གཞི།